ཡ། མགོ་ལོག་པད་མ་བཟང་པོ། ད་ཁྱོད་སྐད་ཆ་ཁེངས་དྲགས་ཀྱི་བཤད་བཞག་འདུག། སྐད་ཆ་ནི་མགོ་ལ་ཞུགས་མི་འདུག་ཟེར་སོགས་པ་དེ་འདྲའི་ཅི་སྐད་ཆ་ཅིག་བཤད་ཀྱི་འདུག་རེད་བ། ཁྱོད་རང་གི་ལབ་པ་བདེན་པ་བདེན་རྐྱང་རེད་ད། ངས་སྐད་ཆ་མགོ་ག་ནས་བཙུགས་ཡོད་མེད་དང་ཞུགས་ག་བསྐྱེལ་ཡོད་མེད་དེ་ང་རང་གི་ཧ་གོ་གི་མ་རེད། ཧ་མ་གོ་བའི་རྒྱུ་མཚན་དེ། ང་སྲིད་དོན་པ་མ་རེད། ང་ཆ་ཤས་བསྒྲིགས་ནས་སྐད་ཆ་བཤད་ཀྱི་མེད། ངའི་སེམས་ལ་སྐད་ཆ་གང་ཡོད་པ་དེ་ཕྱི་གསལ་ནང་གསལ་བྱས་ནས་མ་བཤད་ཀྱི་ཡོད། གང་མཐོང་བ་དེ་མ་བཤད་ཀྱི་ཡོད་གང་དྲན་པ་དེ་མ་བཤད་ཀྱི་ཡོད། མིག་མཐོང་ལག་ཟིན་གྱིས་ནོར་འཁྲུལ་བྱས་པ་དེ་ཚོ་ནོར་འཁྲུལ་བྱས་ནས་བྱེད་ཀྱི་འདུག་ཟེར་ནས་མ་བཤད་བྱས་པ་རེད། བྱས་ཙང། ང་རྩ་དོན་པ་རེད། ང་འཐབ་རྩོད་པ་རེད་ང་རྩ་དོན་པ་རེད། ང་སྲིད་དོན་པ་མ་རེད། ཁྱོད་རང་ཚོ་དེ་གའི་གྲ་སྒྲིག་བྱེད་ནི་མ་ཅི་བཤད་བསྡད་ཀྱི་འདུག་ཨ། ཁྱོད་རང་ཚོ་དེ་གའི་སྲིད་དོན་རོ། ཁྱོད་རང་ཚོ་དེ་གའི་ཁྱོད་རང་ཚོ་གི་རྐུབ་བཀྱག་ལ་ཡ་ནི་མ་གཏོགས་དགའ་བོ་བྱེད་ཤིན་གྱི་ཡོད་མ་རེད་འོ་དེ་ཅི་ནི་རེད། རེད་བ། ང་དང་ང་ལྟ་བུ་དེ་ཚོ་འཐབ་རྩོད་བྱེད་ཉན། འཐབ་རྩོད་པ་དེ་ཚོ་གི་སྐད་ཆ་དེ་ཚོ་ཞིའུ་ཞིའུ་གྲ་སྒྲིག་ཟིན་ནས་ཕྱིན་ཡོད་མ་རེད། སེམས་ནང་གི་ཚོར་བ་དང། ཉམས་མྱོང། མིག་མཐོ་ལག་ཟད་ཀྱི་སྐད་ཆ་རྐྱང་རྐྱང་གི་མ་བཤད་འོང་དུས་གང་དྲན་པ་དེ་མ་བཤད་འོང་གི་ཡོད་རེད་ཟེར་ཞུ་ཡ་ཡིན། རེད་བ། ད་ལྟ་སྲིད་དོན་མཁས་པོ་ཞི་བོ་ཅི་ཡིན་ཟིན་ནས་བཤད་དེ་ཉན་དེ་འདུག་དོ། གྲ་སྒྲིག་བྱས་ནས་ཞིང་ཨུ་ཅི་མགོ་ནས་ཐག་པ་དང་མ་བཤད་དེ་ཉན་ཟིན་དོ། དོན་གཙོ་དང་ང་བར་ལ་ཡ་ཁྱད་པ་འདི་ཡོད་རེད། ང་འཐབ་རྩོད་པ་རེད་འཐབ་རྩོད་པ། ཁྱོད་རང་ཚོ། ད་ལྟ་ཞི་བོ་ཅི་མགོ་ལོག་པས་མ་བཟང་པོ་དོན་གཙོ་ཞི་བོ་ཅི་དེར་མ་ཅི་བཤད་དེ་གི་དོ། ཆོས་ཚུལ་དེ་ལ་ཡང་བོད་ནས་ཚུགས་ཀྱིས་རྒྱ་གར་ལུང་པར་ག་རེ་བྱེད་ག་ལེན་ཡིན། ཆོས་ཀྱི་ལྟོ་གོས་མ་གོས་མ་འབྲི་ཡ་ཆེད་དུ་གླས་ཡིན་པས། ཧ། དེ་འདྲས་ཡིན་ན། རྒྱ་གོང་བྲན། བཀའ་དྲིན་ཆེན་པོ་ཡིན་དངུལ་དང་ཡིན་ཕྱག་བ་བབས་པ་ཡིན་ཟེར་རྒྱ་ལ་རྒྱ་ནག་ལ་བསྡད་དེ་ནི་འགྲིག་གི་འདུག་ཨ། ག་རེ་བྱེད་ནི་གླས་ཡིན་ཁྱོད། རྒྱ་གར་ནང་ལོར་ཡོད་དེ་སྙེད་དུ་འདུ་ཁ་རེད། ང་དང་ང་ལྟ་བུ་འདུ་ཚོ། སོ་སོའི། མིང་དང། རྐུབ་བཀྱག་དང། འདི་འདྲའི་ཆོས་དེ་ཤེས་ཀྱི་ཡོད་མ་རྟགས་ད་འདྲ། ད་ལྟའི་སྤྱི་ཚོགས་ནང་ལོར་ལས་སྐད་ཅིག་ཤེས་དེ་སྙེད་འདུ་ཚོ་ཚང་མ་ཅིག། སུ་དང་སུ་ལྟ་བུ་འདི་འདྲའི་རེད་དོ། ད་ལྟའི་འཛིན་སྐྱོང་གི་གནང་སྟངས་འདི་ལ་ཡང་འགྲིག་གི་མི་འདུག་ཟེར་ཉིན། གདོང་དང་གདོང་བསྟུན་དེ་སྙེད་དྲ་རྒྱ་ནང་ལ་ཐེ་སླད་དེ་སྙེད་ས་གནས་ས་ཐོག་ལ་སླད་དེ་སྙེད་འདུ་ཚོ་སུ་དང་སུ་རེད་དོ། རྟགས་པ། སྐད་ཆ་ག་རེ་བཤད་གི་འདུག་འདི་ལྟ་བ། ཀླད་དེ་ཉལ་དུ་འཛུལ་སུ་རུ་འདུག་ལྟ་བ་མི་དམངས་དཀྱུས་མ་ཉམ་ཆུང་ཉམ་ཐག་དེ་འདྲ་རྐྱང་རྐྱང་རེད། ཧ་གོ་བ་བྱིན། འདི་ལ་ཡང་རྒྱབ་སྐྱོར་བྱས་ཏེ་ཉན་ཡི་གེ། གངས་ཅན་སྐད་གཞུང་ནང་ལ་ཡོད་པའི་སྲིད་དོན་པ་སུ་འདུག། སྲིད་དོན་འཁྲབ་སྟེ་ཉིན་སུ་འདུག་རྒྱབ་ལོག་ལ་སུ་ཁྱི་ལེན་མ་སོང་ཨ། ཤེས་པ་བྱེད་ཕ་དེ་ཚོ། ཡི་གེ་དེ་ལས་སླད་དེ་ཉིན། ཞུ་གཏུག་བརྒྱ་དེ་ཉིན་ས་ཐོག་ས་གནས་ས་ཐོག་ལ་འགྲོ་དེ་ཉིན། འདི་ཚོ་ཆ་ཚང་གཅིག་འཐབ་རྩོད་པ་རེད་ད་ཧ་གོ་གི་ཡོད་ཨ། འཐབ་རྩོད་པ། ཆབ་སྲིད་པ་མ་རེད། འཐབ་རྩོད་པ་ཡིན་ཙང། སོ་སོ་ལ་སྡུག་པོ་སྡུག་དཀའ་ངལ་ག་ཚོད་འཕྲད་ནས་ལས། ཨ་ནི་སྐྱོན་འདི་སྐྱོན་རེད་འདུག། འགྲིག་ནི་འགྲིག་གི་འདུག། རོ། འདི་སྐད་ཅེས་བཤད་ག་རེད་བཤད་དགོས་རེད་འདི། མ་བཤད་རང་བཤད་རེད། གལ་སྲིད་ས་གནས་ས་ཐོག་ལ་མ་ཐོན་བ་བྱས་ནས་སྐད་ཆ་མ་བཤད་བ་ཡིན་ན། བཙན་བྱོལ་བོད་གཞུང་འདི་འབོག་ལུག་འགྲོ་གི་རེད་ཧ་གོ་གི་ཡོད། ད་ལྟ་ཡིན་ན་ལ་འབོག་ལུག་ཚ་བ་དང་གཅིག་པ་རེད་ད་རྒྱ་གར་རོལ་པོ་ཆེ་དོན་གྱི་བདག་པོ་གི་བཀའ་ཡིག་འདི་ཕེབས་མེད་ན། འབོག་ལུག་ཚ་བ་དང་གཅིག་པ་རེད་ད་ཧ་གོ་བ་བྱེད། ཧ་གོ་གི་ཡོད། ད་ལྟའི་ཡི་གེ་ལས་ས་གནས་ས་ཐོག་ལས་སྐད་བརྒྱ་སྟེ་ང་དང་ང་ལྟ་བུ་དེ་གས་ཀྱི་སྐད་བརྒྱ་དེ་ཉིད་དུ་ཚུ་ག་རེ་རེད་ཧ་གོ་གི་ཡོད་ཁྱོད་ཚོ། སྤྱི་བསྡུས་གྲོས་ཚོགས་ཀྱི་མ་མོ་གསུམ་ཆ་གཉིས་ཀྱི་ཡ་ནི་ང་ཚོ་ལ་ཡ། རྒྱབ་སྐྱོར་ཡོད་དེར་སྤྱི་འཐུས་སྐབས་བཅུ་དྲུག་པ་གིས། ད་ལྟ་ཡིན་ནའི་ལ་སྤྱི་འཐུས་སྐབས་བཅུ། བཅུ་བདུན་པའི་ནང་ལོགས་ནས་སྤྱི་འཐུས་ཉུ་བཞི་ཚང་གཉིས་ཀྱིས་ང་ཚོ་ལ་རྒྱབ་རྩ་ཡོད་དེར་ཧ་གོ་གི་ཡོད་བ་དེ། གདོང་དང་གདོང་བསྟུན་ནས་མ་དོན་གི་ཡོད་མ་རེད། གར་སོང་བ་རེད། ཁ་བཏགས་ཨ་ཤེ་དང་དཔེ་ཤག་དང་བྱ་བོད་ཇག་དང་བག་ལེ་ཁྱེར་ནས་ཡོང་ཉེན་ཡོད་མ་རེད། དམངས་གཙོ་ཤི་འགོ་ཡོད་རེད་ང་ཚོ་གིས། ཡིན་ནའི་ལ་ཧ་གོ་གི་ཡོད་རེད་རྒྱབ་ལོགས་ལ་སུ་སུ་ཡོད་མེད། རོ། ད་ལྟ་ཡི་གེ་ལ་ཡང་ནི་བྱེད་དེ་ཉིད་དུ་འཛིན་སྐྱོང་ལ་རྒྱབ་སྐྱོར་བྱེད་དེ་ཉིད་མི། མི། སུམ་ཁྲི་ཉིས་སྟོང་རེ་སུམ་ཁྲི་བཞི་སྟོང་རེ་བྱེད་མི་འདུག་མེད་ཨང། བཙན་བྱོལ་བོད་བཙན་བྱོལ་བོད་གཞུང་ནང་ལ་ཡང་བོད་མི་ག་ཚོད་ཡོད་པ་ཧ་གོ་གི་ཡོད་ཨང། འབུམ་གཅིག་དང་ཁྲི་བཞི་ཞིག་ཡོད་རེད། འབུམ་གཅིག་དང་ཁྲི་བཞི་བརྩེགས་ཤིང། ཚངས་དབང་གི་རྟགས་དུ་ཡོད་དོ། རོ། བྱས་སོང་བ་རྡ་རམ་ས་ལ་ལའི་ཡི་གེ་ཀླད་དེ་དུས། དེ་དུས་སྐབས་སུ། ཨ་ནི། ཁྱོད་རང་ཚོ་གི་སྲིད་དོན་པ་དེ་ཚོ་གི་བྱས་སོང་བ་མི་གཅིག་གི་རྐུབ་བཀྱག་ཤོར་ཡ་ཆེ་ཤོར་ནས། སྲིད་དོན་འཁྲབ་ནས་བྱས་སོང་བ་ག་འདྲ་བྱས་སོང། འདིའི་སྐབས་སུ་ངོ་ལོག་རྒྱ་ཉན་ག་ཚོད་དུ་ཡི་གེར་དག་ཆ་ནག་པོ་འཁྱེར་ནས་སླེབས་དེ་ཉིན་ག་ཚོད་དུ། བྱ་འབུལ་རྒྱ་སྤྲད་ཉིན་ག་ཚོད་དུ་འགྲོ་སོང་བཏང་དེ་ཉིན་ག་ཚོད་དུ། ཐུགས་རྗེ་ལེགས་འབུལ་ཞུས་དེ་ཉིན་དེ་འདྲ་ག་ཚོད་དུ། རོ། ད་ལྟ་ཉམས་པར་སླ་སོ་ཞེས་པའི་ཚོགས་པ་འདི་དང་འདི་ལྟ་བུ་ཅིག་མ་བྱུང་བས་ཡིན་ན།

ད་ལྟའི་སྤྱི་ཚོགས་ནང་ལོག་ལ་ཡང་ང་དང་ང་ལྟ་བུ་བཤད་དེ་ཉན་དུ་འཇུག་གིས། ཨ་ནི། ག་རེ་ལབ་གི་འདུག་ཅུན་ཅུན་ག་རེ་བྱེད་ཀྱི་འདུག་སྐད་ཆ་ག་རེ་བཤད་ཀྱི་འདུག་འདི་ལྟ་ད་ཕ། ང་དང་ང་ལྟ་བུ་འདི་ཚོ་གིས་ཤིང་ལབ་བསྡད་ཡ་འདི་ཚོ་ཚང་མ་ག་རེ་རེད་ཧ་གོ་བ་བྱེད་ཨ། དམངས་གཙོ་ཀ་བ་གསུམ་དེ་འབོག་ལུག་སོང་ཟེར་ད། ཁྲིམས་མཐུན་སྤྱད་ཡོད་མ་རེད་ཡི་གེ་ལ་ཁྲིམས་དང་མཐུན་པ་སྤྱད་ཡོད་མ་རེད་ད་དེ་བརྒྱ་ཆ་བརྒྱ་ཡོད་མ་རེད། ཆེད་དུ་ཁྲིམས་ཞིབ་ཁང་གི་ཁྲིམས་དཔོན་གསུམ་འདི་ནི་རྫུན་མ་རྫུན་རྐྱང་ཡིན་པ། གཅིག་དུས་ཚོད་ནི་མ་དཔེ་ཤར་འགྱོད་ཀྱི་རེད། འཛིན་སྐྱོང་བཀའ་ཤག་ཡོངས་རྫོགས་དེ་ཁྲིམས་དཔོན་རྫུན་མ་ཙམ་ནས་བྱོས་ཡིན་པ། བར་བརྒལ་ཚོགས་གཙོ་ཟླ་བ་ཚེ་རིང་ཁྲིམས་དཔོན་རྫུན་པ་བོ་ནས་བྱོས་ཡིན་པ་ཁྲིམས་མཐུན་རེད་པས། ཧ་གོ་བ་བྱེད་ཤོག། འདི་སྐྱོན་བརྗོད་བྱེད་ཀྱི་ཡོད་རེད་མ་གཏོགས་ཅི་གིས། སོ་སོ་རྐུབ་བཀྱག་ཅིང་འགྲིག་གི་མི་འདུག་ཟེར་ནས་ལག་གི་ཡོད་མ་རྟགས། ད་ལྟའི་མི་མང་མཉམ་ཆུང་ཞུ་གཏུག་རྒྱག་དེ་ཉན་དུ་འཛུལ་ཚང་མ་གཅིག་གིས། ངའི་རྐུབ་ལྕག་འགྲིག་གི་མི་འདུག་ང་ལ་འགྲིག་མ་སོང་ཁོ་ལ་རྐུབ་ལྕག་གཡུག་འདུག་འདུག་ཁོ་མ་པིས་བཤད་འདུག་འདི་འགྲིག་གི་མི་འདུག་ལ་ཉེས་སུ་འདུག། ལྐོག་ཟ་རིས་སུ་རིས་འདུག་ལ་ཉེས་སུ་རིས་འདུག། ད་ལྟའི་སྤྱི་ཚོགས་ནང་རོ་ལ་ཡ་བྷེ་སྐབས་ད་ལའི་བླ་མ་ལ་ཉེས་འདུག་བས། སྤྱི་པ་ལ་བསམ་བློ་བཏང་ནས་སྐད་ཅིག་བཤད་བསྡད་དགོས་རེད་ཧ་གོ་ཡོད་བ། སྙེ་མ་ཉིས་སྟོང་བཅུ་གཅིག་ནས་བཅད་ནས་ཉིས་སྟོང་ཉིས་བརྩེགས་གཅིག་བར་ལ་ཡང་སྐད་ཆ་ཁར་ཁར་ཁར་ཁར་ཁར་བྱུང་ཡོད་ཧ་གོ་གི་ཡོད་བ། བའི་སྐབས་དར་ལའི་བླ་མ་ལ་དེ་ཁ་ཤས་འདི་ལྟ། འདི་འདྲའི་ལ་ཡ་དེ་ཡ་ནི་ཅིག་གི་ཁ་མི་འདུག་ལ་གི་འདུག་བ་ཐུབ་བསྟན་ཐོགས་མེད་ཀྱི། གཞོན་མི་ཆུང་ཆུང་མ་ཉེས་ཁ་ཡེ་བྱས་དེ་ཉེས་འདི་འདིའི་འདི་ཚོ་རེད། ཡ། འདི་འདྲའི་ཆོས་ཚོགས་ཀྱི་ཞིའུ་ཅིག་ཤེས་རྒྱུ་ཡིན་ན་ཉམས་པ་བླ་སྲོག་གི་ཡི་གེ་ལས་ད་ལྟ་བར་དུ། རབ་དང་རིམ་པ་ཞུ་གཏུགས་མང་པོ་ཅིག་རྒྱལ་ཡོད་རེད་རབ་དང་རིམ་པ་སྐད་ཆ་མང་པོ་ཅིག་བཤད་ཡོད་རེད། རབ་དང་རིམ་པ་མཚན་རྟགས་བསྡུ་རུབ་མང་པོ་ཅིག་བྱས་ཡོད་རེད། ད་ག་ནང་བཞིན་རེད་འཛིན་སྐྱོང། སྐུ་ངོ་སྤེན་པ་ཚེ་རིང་ས་གནས་ས་གནས་ས་ཐོག་ག་ས་ག་ལ་ཅིག་ཕེབས་ཡོད་རེད། མི་མང་དང་འཛུལ་ཁུག་སྤྱོད་འཇུག་ཅིག་བྱས་ཡོད་རེད། འགྲིག་གི་མི་འདུག་ད་བྱེད་དངོས་ད་བྱེད་ཀྱི་མི་འདུག་སྤྱོད་འཇུག། མ་ཉེས་ཁ་ཡོད་སྤྱོད་འཇུག་ག་རེ་བྱས་སོ་རྐང་གཅིག་སྟོན་ཞུ་ད། སྟོན་ཡ་ཡོད་པས། སྤྱོད་འཇུག་ཡང་དག་པར་བྱས་ནས་ཞིག་ག་སུས་ཟེར་ཡང། མི་གསུམ་ཞིག་སྔ་ཕྱི་ཞིག་གི་སྤྱོད་འཇུག་བྱས་སོང་བ་བྱེད་སྟངས་འགྲིག་གི་མི་འདུག་ལབ་སོང་བ། ཁོས་ལ་ཡོད་མ་རེད་ལ་རྒྱུ་ཡོད་མ་རེད་རྒྱལ་རབས་ནང་ལ་ཡོད་མ་རེད་ཅི་ཅི་ཅིག་རྐྱང་རྐྱང་བྱས་ནས་མགོ་སྐོར་རྐྱང་རྐྱང་བྱས་ནས་བཏང་སོང་བ། ད་མ་ཤེས་ཅི་ཐུག་གྲོས་ཚོགས་ཀྱི་ཅིག་ཚོགས་བཅུག་བ་རོ། དེ་དུས་ང་ཚོ། བརྙན་ཐུང་ལྟོས་ནས་སྟོན་དགོས། སྐད་ཆ་བཤད་ཤ་འཇོག་ཏུ་འཛོ། ད་དེ་འདྲའི་རེད་མི་འདུག་ད་ཁ་ནས་སྐད་ཆ་བཤད་ཡ་རེད་མི་འདུག་ད། དྲི་བ་ཡོད་སླད་དུ་དྲི་བ་དེ། ཁོ་རང་གི་བཤད་བྱ་རྒྱུ་དེ་ཕ། ཉན་རྒྱུ་ཡ་དུ་རེད་དུ་མ་གཏོགས་འདི་འདྲའི་ད། མི་ཀ། གར་སོང་བ་རེད་ད། མི་གསོན་པ་ཟ་ཤ་གི་འདུག་བ། ཚ་ར་ལབ་དྲག་ལ་སྐད་སྐད་ཆ་བཤད་དུས་ག་འདྲ་བཤད་ཡོད། དེ་རིང་ཀླད་པ་ཐང་ཐང་མི་འདུག། རྒྱུ་མ་སྐད་ཆ་བཤད་དགོས། སྤུ་གུ་ལ་པད་གོག་ལ་བལྟ་ནས་སློབ་སྦྱོང་སྤྲད་དགོས་རེད། སྤྱོད་པ་ངན་པ་དེ་འདྲ་རེད་འདུག་ད་ལྟ་ནས་སློབ་སྦྱོང་སྤྲད་ཀྱི་ཡོད་མ་རེད་ཁོ་རང་ཚོ་ཡིན་ནའི་སློབ་སྦྱོང་བྱེད་ཀྱི་ཡོད་མ་རེད། དེ་འདྲའི་སྐད་ཆ་བཤད་ཀྱི་ཡོད། དེ་ཚོ་ཏག་ཏག་ཅིག་བསྡད་ཀྱི་ཡོད་རེད། སེ་འབྲས་གསུམ་གཙོས་པའི་གན་ནི་དགོན་པ་གྲྭ་ཚང་འདུ་ཚོགས་ཀྱི་གྲྭ་པ་དང་ཨ་ནེ་དང་འདུ་ཚོགས་ལས་ཁག་གང་དྲན་ཚེ་བཏང་སོང། མི་ཚེ་རིལ་བོ་ཆོས་བྱས་ཏེ་ནི་ལ་མི་ཚེ་སྐྱེལ་ལ་ཕན་ཐོག་གི་མི་འདོར་བ་ལ་གི་འདོར་བ། ཁ་རེ་མི་ཚེ་རིལ་བོ་དགོན་པ་གྲྭ་ཚང་གི་ཆོས་བྱས་ཏེ་དེ་སོ་སོ་མི་ཚེ་སྐྱེལ་ཡ་ཁྱུ་དེ་རེ་བས། མ་རོ་བ་དེ། ཤིང་གི་མི་འདོར་བ། དགོན་པ་དགོན་པ་གྲྭ་ཚང་གཙོས་པའི་ནི། སེར་འབྲས་གསུམ་གཙོས་པའི་དགོན་པ་གྲྭ་ཚང་འདི་ཚོ་གིས་ནི། མི་ཚེ་ག་མི་ཚེ་ཧྲིལ་པོ་ཆོས་བྱས་ཏེ་ག་རེ་ཧ་གོ་གི་ཡོད། ནང་པའི་ནང་པ་གི་བསྟན་པ་མ་ཉམས་པའི་ཆེད་དུ། འཛིན་འདི་ཡོད་རེད། ད་ག་ནང་བཞིན་རེད་བཙན་བྱོལ་ནང་ལོག་ལ་ཡ་ཆོས་དང་རིག་གཞུང་གསུང་བདེ་ཉན་དེ་ཚོ་སུ་རེད་དོ། སློབ་སློབ་གྲྭ་ཁག་ལ་ལྟ་ཞོད་ད།

བཙན་བྱོལ་ནང་ལ་ཡོད་བསྡད་པའི་གི་བོད་མི་དེ་ཚོ་གི་ཨ་ནི། བདེ་སྡུག་ཆེད་དུ་ལ་ཡ་ག་རེ་བྱས་ཡོད། ཧོན། བཙན་བྱོལ་ནང་ལ་ཡོད་བསྡད་པའི་དེ་ལ་ཡ་གས་ཆེ་མེད་པའི་གི་གས་མི་འདུག། དང་པོ་བོད་ནང་ལ་ཡོད་བསྡད་པའི་དེ་གི་ལ་ཡ་ཨ་ནི། ག་རེ་བྱས་ཡོད། ཞུ་གཏུག་ག་རེ་རྒྱག་ཡིན། རོ་ཨ། ད་ལྟ་ཁ་ཤས་ལ་གོ་རེ། ཨ་རང་བཙན་རྩོད་རྒྱུ་ཨ་རང་རང་བཙན་རང་བཙན་རྩོད་ཉེས་གི་དེ་ཚོ་ལ་ཡ་གཅིག། མ་གཉའ་རེ་ཅག་བསྡད། རེད་བ། བོད་ནང་གི་བདེ་སྡུག་འདི་ཚོ་སྟོན་བདེ་ཉེས་འདི་ཚོ་སུ་རེད་རང་བཙན་འཐབ་རྩོད་པ་འདི་ཚོ་གི་བོད་ནང་ལ་ཡ་སྡུག་པོ་འདི་འདྲ་ཅིག་བྱེད་ཀྱི་འདུག་གཉིས་བྱེད་ཀྱི་འདུག་ཟེར་ནས་འཛམ་གླིང་སྤྱི་ཡོངས་ལ་ཡ་སྟོན་བདེ་དགོས་རེད། འདི་མ་གཏོགས་ཅིག་གི་ད་ལྟའི་འཛིན་སྐྱོང་གི་ཡ་ནི་བོད་ནང་གི་གནས་སྡུག་འདི་ཚོ་སྡུག་པོ་འདི་ཚོ་ག་འདྲས་སྟོན་ཡིན་སུ་ལ་སྟོན་ཡིན་ཞུ་གཏུག་སུ་ལ་རྒྱག་ཡིན། རོགས་པ་སུས་བྱས་སོང་དཔལ་འབྱོར་སུས་བསྡུས་སོང། མི་གོ་བའི་སྐད་ཆ་ཅན་ཅན་བཤད་འདི་གི་དོ། དགུན་ཚོང་འདི་ལ་ཡང་མི་དམངས་མཉམ་ཆུང་དུ་འཛུགས་ཀྱི་ཡ་ནི་དཔེ་ཤ་ཡ་ག་ཅིག་འགྲོ་འདོད་དུས་ང་ལ་དངུལ་སྤྲད་ཡ་མེད། བོད་གཞུང་ལ་དངུལ་མི་འདུག་ང་ག་ནས་ཁྱེའུ་མགོ་རེད་ལག་འོག་རེད། སྐད་ཆ་འདི་ཏག་ཏག་ཅིག་བསྡད་སོང་ཡ། ཁོ་ང་འཇོན་གི་ཡོད་ང་ལྟ་གི་ཡོད་ང་བྱེད་ཀྱི་ཡིན་ཟེར་ན་ཡི་ག་ཀླད་འོང་རྒྱུ་རེད་བ། ཨ་ནི་སྐུ་ངོ་སྤེན་པ་ཚེ་རིང་གི་དང་པོ་འོས་ཤོག་ལངས་བའི་སྐབས་སུ་བདུན་ཕྲག་རེ་རེ་ལ་ཡ་མི་དམངས་ཀྱི་བསམ་འཆར་སྤུངས་སར་སྟོན་གྱི་ཡིན་ཟེར་ནས་བཤད་སོང་བ། ད་ཉི་མ་ག་ཚོད་འགྲོ། དོན་འོས་དོད། ཨ། དོན་ཡོད་དུ། ཡོད་མ་རེད། བསམ་འཆར་སྤུངས་ས་འདུག་བས། མི་འདུག་བ། གདོང་དང་གདོང་དུ་ནས་དྲི་བ་བཏང་ནས་ལ་ངས་བྱས་མེད་ངས་བཏང་མེད་ངས་ལབ་མེད་རྐྱང་རྐྱང་རེད། སྤུ་གུ་པད་ཀོ་ལ་བལྟ་ནས་སློབ་སྦྱོང་སྤྲད་དགོས་རེད་ཟེར་ཡ་སོགས་པ་དེ་འདྲས་རྐྱང་རྐྱང་བཤད་དེ་ཉིན་གཅིག་གི་འཛིན་སྐྱོང་གཅིག་ཡི་གེ་བསླད་བསྡད་པ་ཡིན་ན་ཏག་ཏག་འདུག་བས། ཕྱོགས་གཅིག་ནས་ལ་ཁོ་བོ་ར་སྐུ་ངོ་སྤེན་པ་ཚེ་རིང་གིས་དམངས་གཙོ་ཀ་བ་གསུམ་ནང་ལོགས་ལ་གཅིག་གིས་གཅིག་ལ་ཡ་བྱུས་དོགས་བྱེད་ཆོག་གི་མ་རེད་ཟེར་ནས། འཇིགས་སྙོམས་སྟངས་འཛིན་ཡིན་ཟེར་ནས་སྐད་ཆ་བཤད་བསྡད་ཀྱི་ཡོད་རེད། ད་ལྟའི་སྐུ་ངོ་སྤེན་པ་ཚེ་རིང་གི་གནང་སྟངས་འདི་ལ་ཡ་ཨ་ནི་འཇིགས་སྙོམས་སྟངས་འཛིན་སྟངས་འཛིན་བྱེད་དུ་ཆིག་གི་འདུག་བས། བོད་མི་མང་སྤྱི་འཐུས་ལྷན་ཚོགས་སྐབས་བཅུ་དྲུག་པའི་ཨ་ནི་སྤྱི་འཐུས། སུམ་ཆ་གཉིས་ཀྱིས་སྤྱི་འཐུས་བཞི་བཅུ་ཞེ་བཞི་བཅུ་ནས་སུམ་ཅུ་སོ་གཅིག་གིས་སུམ་ཅུ་སོ་གཅིག་གིས་སྤེལ་བཞག་པའི་ཚོགས་པ་འདི་ཁར་ས་ཁྲིམས་ཁང་གིས་ཁྲིམས་དཔོན་རྫུན་མ་འདི་འོག་ལ་ཡང་དམ་བཅའ་ཞུས་སོང་བ། སྤྱི་འཐུས་ལྷན་ཚོགས་སྤྱི་འཐུས་རྣམ་པ་ཚོ་གིས་དམ་བཅའ་ཞུས་མ་སོང་བ་ག་ཅི་ནས་ཞུས་ཡོད་མ་རེད་ཁོ་ཁྲིམས་དོན་མན་ཚང་དམ་བཅའ་ཞུས་ཡོད་མ་རེད་ཁོང་གི་དཔོན་པ་ཚེ་རིང་གིས་འདི་འོག་ལ་དམ་བཅའ་ཞུས་སོང་བ་ག་ཅི་ནས་ཞུས་ཡོད་རེད་ཕྱོགས་སུ་ལྷུང་ཡོད་མ་རེད་བས། ཇི་སྙམ་བསྟན་འཛིན་ཡིན་ལོ་གོ་རེད། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཡ་ནི། མ་པི་ཞབས་བདེ་ལ་ཡ། ཆེ་མཐོང་སྤྲད་སོང་བ། གཟེངས་རྟགས་ཕུལ་སོང་བ། ཞབས་ཀྱུ་ཞི་བོ་ཞུས་ཆོག་ཡ་རེད་ལབ་སོང་བ། ཞབས་ཀྱུ་ག་རེ་ཞུས་ཡོད། བོད་མི་མང་སྤྱི་འཐུས་ལྷན་ཚོགས་དེ་ཟླ་བ་དགུ་ཟིན་ཕྱིན། ཚོགས་ཆུ་ཐོབ་མ་སོང་འདི་ཞབས་ཀྱུ་ཞུས་ཤག་རེད་བ། འདི་ལ་ཡ་ཐུགས་རྗེ་ལེགས་འབུལ་ཞུས་སྤྲད་བ་རེད་བ།

ད་ཡང་འདི་ངའི་ཁྲིམས་ཞིབ་ཁང་གི་རྐྱེན་ཡིན་པ་ངས་ལབ་གོ་ཁྱོད་རང་ཚོ་ལ། ཁྱེད་ཚོ་ཁྲིམས་ཞིབ་ཁང་གི་རྙོག་དྲ་འདི་བཟོས་ནས་དེ་ནས་ཨ་ནི། Swiss གི་དོན་ཟུར། འདི་བཀའ་བློན་ལ་ཁྲིད་ལས་སོང་ཨ། ཇུས་གཏོགས་བྱེད་ཉེན་དེ་འདི་ཡིན་པ། འདི་བཀའ་བློན་གྱི་འོས་མི་ལ་ཡ་མ་མཐར་ནི་ཨ་ནི། བཀའ་བློན་གཞན་དག་རྒྱུ་མང་དུ་ཚོ་ཆ་ཚང་གྱིས་བདམས་ཐུབ་མ་སོང་ཨ། སྐུ་ངོ་སྤེན་པ་ཚེ་རིང་ཀའི་ཚད་དང་ལྡན་པ་ཅིག་བྱས་སོང་ཨེ། གལ་སྲིད་འདི་ཡ་མ་བཏང་ན་བཀའ་བློན་གཞན་དག་ཚོ་མིང་དུ་ཚོ་ཁེལ་གི་མེད་ལ་སོ། དེ་ཏག་ཏག་ཅིག་བསྡད་ཀྱི་ཡོད་རེད། ཚོས་ཀྱི་སྐུ་ངོ་དངོས་གྲུབ་ཚེ་རིང་དེ་མ། ཡང་མ་བཏང་བ་ཡིན་ན next ཚོ་འོས་མི་དེ་ཚོ་བཏང་དང་མ་བཏང་དེ་བལྟ་དགོས་རོགས། ཐག་གཅོད་དགོས་དགོས་རོགས། བྱེད་སྟངས་ཤིན་ཏུ་མི་འདོ་བ་དང། ད་ལྟའི་འཛིན་སྐྱོང་ནང་བཀའ་བློན་ག་ཚོད་ཡོད་དང་བཀའ་བློན་གསུམ་དང་སྲིད་སྐྱོང་ཁོ་རང་རང་མི་འདུག་ཡོད་མ་རེད། བཀའ་ཤག་རྩ་ཚང་ཞིག་ཡོད་མ་རེད་བཀའ་ཤག་གང་ཚང་ཞིག་ཡོད་མ་རེད་བཀའ་ཤག་ཟེར་ན་ག་རེ་ལ་ལག་འོག་རེད། བཀའ་བློན་དྲུག་ལས་མ་ཉུང་བ་དང། སྲིད་སྐྱོང་བམ། བཀའ་བློན་ཁྲི་པ་དེ་ལ་བཀའ་ཤག་ལ་གོ། ཁྱབ་ཐུན་མོང་དེ་ལ། ད་ལྟ་མེད་བ་བཀའ་ཤག། ད་ལྟ་བཀའ་ཤག་གི་བཀའ་ཡིག་ཡིན་ཟེར་ནས་མ། བཏང་དགོས་འདུག་བ། ངོ་ཚ་གི་མི་འདྲ་དེ་ཚོ། དངོས་གནས་བྱས་ན་བཀའ་ཤག། བཀའ་ཡིན་ཟེར་ན་བཏང་ཆོག་གི་ཡོད་མ་རེད་དེ། ཡོད་མེད་ན་སྲིད་སྐྱོང་ཁོ་རང་གི་མིང་ཐོག་ནས་བཏང་དགོས་སྐོར་རེད་སྲིད་སྐྱོང་གི་ཡིན་ཟེར་ན་བཏང་དགོས་སྐོར་རེད། ཡོད་མེད་ན་ཆོས་རིག་ཆོས་རིག་བཀའ་བློན་གྱི་ཡིན་ཟེར་དགོས་སྐོར་རེད་ཡོད་མེད་ན། ཤེས་རིག་བཀའ་བློན་གྱི་ཡིན་ལབ་དགོས་རེད་ཡོད་མེད་ན་བདེ་སྲུང་བཀའ་བློན་གྱི་ཡིན་ལབ་དགོས་སྐོར་རེད་མ་གཏོགས་ཅིག་གིས་ད་ནང་འཛིན་སྐྱོང་བཀའ་ཤག་མེད་པ། དངོས་གནས་ལ་ཡིན་ད། ད་ལྟ་མི་མང་ཉམ་ཆུང་འདི་ཚོས་ཡི་གེ་ལ་ཡར་ཞུ་གཏུག་བརྒྱབ་འགྲོ་དེ་ཉིད་འདི་ཚོ་ལ་ཡར་རབ་པ་རིམ་པ་ཨ་ངའི་ཁ་རྩོད་འཕྲད་སོང་མི་ལོ་དྲུག་ཅུ་ནང་ལ་ཡོད་ཡོང་མ་མྱོང་རྒྱུ་ད་ལོ་བྱུང་སོང་ཨ། ཡིན་ལུགས་ཚུལ་ལྡན་ཁ་ཡོད་ལག་ཡོད་མཁན་ནི་སྤྱོད་འཇུག་བྱེད་དེ་ཉན་གཞུང་ལ་ཡང་འགྲིག་གི་མི་འདུག་ལ་དེ་དུས་འདི་གཞུང་ལ་ཡང་དབུལ་བོ་སྤོང་སྡད་བྱེད་ཀྱི་ཡོད་རེད་ད། ཧ་གོ་གི་ཡོད་ཨ། ནུས་པ་སྨྱོ་སྤུངས་གོམ་པ་མདུན་སྤུངས་བྱེད་དགོས་ཡོད་རྟགས་འདི་སྤྱོད་འཇུག་ཡི་ཡང་དག་པར་བྱེད་ཉན་ཐུབ་ཚོ། འདི་གའི་ཚང་མ་ལ་ཡང་དཀའ་ངལ་ག་ཚོད་ཆེ་འཕྲད་སོང་རབ་དང་རིམ་པ་ག་ཚོད་འཕྲད་སོང། ད་དུང་འཛིན་སྐྱོང་བཀའ་ཤག་གི་ལས་ཁུངས་རུ་ཁག་ནས་མ་ལ་བཀའ་ཡིག་རུ་ཅིག་བཏང་སྟེ་རྒྱ་གར་རིན་པོ་ཆེ་ལ་ཡང་ཨ་ནི་མཚན་སྨད་ཞུ་ཉན་དང་ཟུར་ཟ་བྱེད་ཉན་དང། དེའི་འོག་དེ་ལ་ཡང་ཨ་ནི་ཚིག་གཞན་དག་ཅིག་སྦྱར་ནས་དེ་རིང་ག་ཚ་སྤྱི་ཚོགས་དཀྲུགས་ཉན་ཡིན་ཟེར་བ་རེད་ང་ཚོ་གི་སྤྱི་ཚོགས་དཀྲུགས་བྱ་བ་དེ་འདྲ་ག་རེ་བྱས་སོང་ད་ནང་བར་དུ། རོ། ང་ཚོ་གི་གལ་སྲིད་སྐད་ཆ་བཤད་ཤེས་བ་འདི་ཚོ་སྤྱི་ཚོགས་དཀྲུག་ཡ་གི་སྐད་ཆ་ཡིན་ན་ཨ་ནི་དམངས་གཙོ་ཤི་ཚར་རེད། ང་ཚོ་གི་སྐད་ཆ་བཤད་བསྡད་ཡ་ང་ཚོ་གི་ལབ་བསྡད་ཡ་འདི་ཚོ་དམངས་གཙོ་ལག་ལེན་བསྟར་གི་ཡོད་རེད། ཨ་ནི་སྐུ་ངོ་སྤེན་པ་ཚེ་རིང་གི་ལབ་གི་འདུག་བ། ང་ཚོ་གི་སྤྱོད་འཇུག་བྱེད་འཇུག་འདི་ཚོ་ཚང་མ་བྱེད་ལ་ཡ་ལན་གཅིག་རྒྱ་ཤོད་ད་དང་པོ། སྐུ་ངོ་སྤེན་པ་ཚེ་རིང་གི་མཐོང་ཡོད་ས་མ་ར་བ། ཁོ་རང་གི་རྒྱབ་སྐྱོར་བྱས་དེ་ཉན་དུས་ཚོ་ནང་ལོག་ལ་ཡ་ནི་རྒྱ་བ་རིན་པོ་ཆེ་ལ་ཡ་ཚད་མེད་ཞུས་དེ་ཉན། ཟུར་ཚག་ཞུས་དེ་ཉན་མ་ཉན་ཁ་ཡོག་བྱས་དེ་ཉན་ག་ཚོད་ཡོད། མིང་བཏོན་དགོས་དོ་བས་ཐུབ་བསྟན་ཐོག་མའི་མི་ལ་རང་བཙན། ཡོད་བ།

ཁྱེད་རང་ཚོ་ས་གནས་ས་ཐོག་ལ་ག་བར་འགྲོ་བའི་ཡིན་ནའི་ལ་ཁྱོད་རང་ཚོ་ས་གནས་ས་ཐོག་ལ་ག་དུས་འགྲོ་ནའི་ལ་མི་དྲ་རྒྱ་རྟག་དེ་ཡོད་རེད་སྐད་ཆ་ག་རེ་བྱས་སོང་ལྟ་གོ་རེད། ནོར་འཁྲུལ་ག་རེ་བྱས་སོང་ལྟ་གོ་རེད་ང་དང་ང་ལྟ་བུ་དེ་འདྲས་ཀྱིས་ལྟ་གོ་ཡ་རྒྱུ་མཚན་ག་རེ་ཟེར་ན་མ་འོངས་པ་ལ་ཡ་ནི་བོད་ཀྱི་འཐབ་རྩོད་དེ་གནས་ཡ་བྱེད་དུ་ལྟ་གི་ཡོད་རེད་བོད་དེ་འཐབ་རྩོད་གནས་ཡ་ལ་བཙན་བྱོལ་བོད་གཞུང་གནས་དགོས་གོ་རེད་བཙན་བྱོལ་བོད་གཞུང་གནས་ཡ་ལ་དམངས་གཙོ་ཡང་དག་པ་ཅིག་དགོས་གོ་རེད། དམངས་གཙོ་ཡང་དག་པ་བཅས་ལ་ཡང་དབུ་ཁྲིད་ཡང་དག་པ་བཅས་དགོས་སྐོར་དབུ་ཁྲིད་ཡང་དག་པ་བཅས་ཀྱི་དམངས་གཙོ་ཡང་དག་པ་བཅས་ལག་ལེན་བསྟར་དགོས་སྐོར། དབུ་ཁྲིད་ཡང་དག་པ་བཅས་ཀྱི་དམངས་གཙོ་ཡང་དག་པ་བཅས་ལག་ལེན་བསྟར་ན། མི་དམངས་ཡིན་ནའི་དམངས་གཙོ་ཡང་དག་པ་བཅས་ལག་ལེན་བསྟར་དགོས་རུང་བ། ཤིང་ཀ་མི་འདུག་བ་དང་ད་ལྟ་དམངས་གཙོ་ཡང་དག་པ་ལག་ལེན་བསྟར་དུ་ཉེ་དུ་ཚོ་ལ་མ་ཉེས་ཁ་གཡོག་ཞུས་མིན་སྐྱོན་བརྗོད་རྐྱང་རྐྱང་བྱེད་བསྡད་ཀྱི་འདུག་བ། ང་ཚོ་གི་སྐད་ཆ་བཤད་བཞིན་དུ་ཚོ་ལ་བང་རིམ་འཁེལ་ཡོད་མ་རེད་སེམས་གཏིང་གི་སྐད་ཆ་རེད་མ་ལྟ། ཉན། དོན་རྟོགས། འོ་འདི་རེད། དངོས་གནས་ལན་ཡིན་ད། ཁྱེད་རང་ཚོ་འདྲ་མི་འདྲ་འདྲ་བཤད་དེ་ག་ཅེ། ངོ་ཚ་ཡ་རེད་ད་ངོ་ཚ་ཡ་རེད་དཀོན་མཆོག་སུ། ད་ལྟའི་འཛིན་སྐྱོང་གི་གནང་སྟངས་ནི་ངོ་ཚ་ཡ་རེད་ད། མི་དམངས་ཉམ་ཆུང་འདི་ཚོས་ཡི་གེ་དེ་ལ་ཡ་དཀོན་མཆོག་སོགས་གདོང་དང་གདོང་བསྟུན་ནས་ས་གནས་ས་ཐོག་ལ་དོན་དེ་སྙེད་དུ་ཚོ་ལ་ཁྱོད་ཚོ་གི་དཀའ་ངལ་སྤྲད་ཤུ་གུ་འཕྲོག། Swiss གཞུང་གི་ལོ་ངོ་བཅོ་ལྔ་ཡི་གེ་ལ་ཡ་ནི་འདས་ཆོག་ཡ་གི་ཤུ་གུ་དང་ཆ་ཚང་གཅིག་སྤྲད་ཡོད་རེད། ལོ་ངོ་བཅོ་ལྔ་ལ་དཀའ་ངལ་མ་འཕྲད་བས་ལ་ད་ལོ་དཀའ་ངལ་དཀའ་ངལ་ག་ཤེད་འཕྲད་རེད་ཨ།